རྒྱ་གར་མི་ཆེ་བོད་ལ་ཤ་ཚ་གི་རོ་བོད་ཕན་པ་ཆམ་དང་གི་རོ་བོད་ཀྱི་ཆབ་སྲིད་ཀྱི་འགན་ཁྱེད་ནི་ལོ་དྲུག་ཅུ་ཟིན།

ད་དེ་འདྲ་ཡིན་དུས་ད་ང་ཚོའི་མི་རབས་དེ་ད་རྫོགས་འགྲོ། མི་རབས་རྫོགས་ཡག་ཚང་བ་རེད། ང་ཚོའི་མི་ཚེ་འདི་རྫོགས་ཡག་ཚང་བ་རེད། ད་མི་རབས་གསར་བ་དེས་འདི་གི་ཞུགས་ཐུབ། ང་ཚོ་བཙན་བྱོལ་སྒྲིག་འཛུགས་ཆགས་ཤར་ནས་ད་ལྔ་བཅུ་ང་དགུ་དྲུག་ཅུ་རེ་རང་ཡོད་དེ་བས་ད་མི་རབས་འདི་རོ་རོ་རྫོགས་ཚར། ད་མི་རབས་གསར་བ་ཅིག་གི་ཞུགས་ཐུབ་རེད།

འདི་ག་ས། གྲོགས་པོ་ཟེར་ནི་རེད Supporter ཟེར་ནི་རེད་ཨ་ནི་མིག་མ་ལ། ཨ་ནི་ཁོ་རང་ལ་ཨ་ནི། ང་ཚོ་སེམས་པ་ལྡན་གྱི་སྐད་ཆ་ལྟ། ཁྱོད་ནི་འདི་ཨི་འདི་མར་ད་གྲོགས་པོ་རེད་ལབ་བྱས་རུ་བ། ཨ་ནི་གཅིག་གར་ས་གཅིག་གཅིག་ལྟོས་ར་བཏང་ཡ་དེ་ནི་ཁྱོད་ནི་མ་རེད། ཕྱི་སེ་ནང་སེ་རེད། ཨ་ནི་ཁོ་རང་ལ། ད། ང་རང་ཚོ། ད་ང། ད་འདི་ག་དུས་འགོས་མི་ཧ་གོ་མ་རེད། དུས་འདི་ཁོ་རང་ལ་སྐད་ཆ་གཅིག་གིན། དྲི་ཡ་གི། དྲི་ན་བསམ་སོ་ད་ཁོ་རང་གི་སེམས་པའི་ནང་སྐད་ཆ་དེ་འདི་ཡོར་བ། ཨ་ནི་ཁོ་རང་ལ་འབོད་སྐུལ་ཞུ་ཡོད་དེ། ཁོ་རང་གིས་ཨ་ཡིན་ད་ཡིན་གསུངས་འདུག་ཨ་ནི་མིག་མ་ལ་བཀྲ་ཤིས་ལེ། བཀྲ་ཤིས་ལེ། ཨ་ནི་མིག་མ་ལ་ད་རིང་དེ། ད། ངའི་ལྟད་མོ་འདི་ལ་ཁྱེད་རང་ཚོར་བ་འགྲོ་བ་འདི་ག་འདི་ག་རེ་ལས། ད་ལྟའི
ངེད་ཀྱིས་སྐད་ཆ་ཞིག་བཤད་པ་ཡིན་ན་རོགས་ལྟད་མོ་འདི་ད་ལྟ་དུས་ཚོད་ད་ལྟ་རང་གི་གནས་ཚུལ་འདི་ལ་བལྟས་བྱས་ང་ཚོ་དཀའ་ངལ་དངོས་གནས་འདི་དག་འདི་ན་ལ་ཡ་གསལ་པོ་ཞུ་ཞིག་བཟོས་བྱས་མཐོང་བསྡད་ཀྱི་འདུག་ལྟད་མོ་འདི་སུས་ཅིག་བལྟས་པས་ཡིན་ནས་ད་ཅིག་གིས་ཚང་མས་ཀྱི་སེམས་ལ་ཡ་གོ་རྒྱུ་དེ་ཅིག་དང། ཨ་ནི་འདི་མ་མཚལ་ཡོད་པའི་ལྟད་མོ་འདི་ཡ་ད་འཛམ་བུ་གླིང་གི། ད་དཔོན་རིགས་ཁ་ཆེ་ཡ་དག་དེ་ཚོ་ལ་དངོས་གནས་བསྟོན་དགོས་ཡ་ཅེས་ད་འཛམ་བུ་གླིང་གི་ད་ཕྱི་གའི་མི་ཚང་མ་ལ་བསྟོན་ཅིང་ང་ཚོ་དེ་ལ་ཡང་རྒྱབ་སྐྱོར་ཐོབ་ཡ་ལ་དངོས་གནས་ཅིག་ཕན་ཐོག་འུར་བསམ་གི་འདུག། ཨ་ནི་ད་རེས་དེ Swiss ནང་ལ་ཡོད་རྒྱུ་བོད་མི་ཡོངས་རྫོགས་ཚང་མས་ཀྱིས་ད་ཚོགས་པ་ཁ་ཨ་ནི་ད་དམིགས་བསལ་གྱིས་ད་ཨ་ཅག་ཚེ་གཟུངས་ལགས་ལ་ཨ་ནི་ཁོ་རང་གིས་དང་པོ

ཚང་མ་དེ་ན་ལས་ཁྱེད་རང་ཚོས་དཀའ་ལས་སྐྱབས་རྗེ་ཕྱག་འཚལ་ཡག་ད་དངོས་གནས་རྗེས་སུ་ཡི་རང་བྱེད་ཡས་ཀྱི་ངོམ་ཆོད་ཡས་འདུག་སོང་ཙ་ཁོ་རང་ངོམ་བྱེད་ང་ཚོར་དེ་བསྟན་གནང་བྱེད་དཀའ་ངལ་དེ་ད་ད་ཕ་ག་ལས་ཁྱེད་རང་ཚོ་ཕྱག་ལས་ག་འདྲ་ཞིག་གནང་གི་ཡོད་ཧང་སང་ཡས་ཀྱི་སེམས་ལ་གུ་གྱོ་ཤུགས་ཆུན་པོ་དེ་ཡས་ད་ཁྱེད་རྣམ་པ་གི་ད་ལྟ་བར་དུ་བོད་དོན་ཆེད་དུ་ལ་དེ་འདྲའི་རྡོག་རྩ་གཅིག་སྒྲིལ་གནང་བའི་བཀའ་དྲིན་གྱིས་ང་ཚོ་ཡིན་ནས་སེམས་ནང་ལ་སེམས་ཤུགས་མང་བ་ཕར་ཡས་རིག་གི་གནས་ཚུལ་གླས་སོང་སོང་ཙ་ཁོ་རང་གི་ད་ད་དེ་ང་ཚོ་ཙ་ལ་ཡོང་བྱེད་ཁྱེད་རང་ཚོ་དེ་ཕ་གའི་གི་དེ་བིད documentary དེ། ཧང་སང་ཨེ་གི། ཁྱེད་རང་ཚོ་གི་ཕྱག་ལས་དེ་ལ་ཡ། རྗེས་སུ་ཡི་རངས་དང་ཐུགས་ཆེས་མི་མང་ཚོ་བཀའ་དྲིན་ཆེས་ཅེས་ཅེས་མུ་མཐུན་དེ་འདྲ་གནང་རོགས་གནང་ཞེས་ངས་རེ་སྐུལ་ཞུ་གི་ཡོད། སོང་ཙང། ང་ཚོ་ཚང་མ་གི་གལ་ཆེ་ཤོས་དེ་སྐྱབས་རོམ་གྱི་བཀའ་བརྩི་ཡ་དང། ཨ་ནི། བོད་ཀྱི་བདེན་པ་གསལ་མ་གསལ་བར་དུ་ལ་དཀའ་ལས་མཉམ་དུ་རྒྱབ་བྱས་ང་ཚོ་དེ་གའི་ཆ་ཚང་གྱི་བོད་ནང་ལ་ཀུན་འདུས་དེ་འདྲ་ཞུ་ཐུ་ཡ་གི་མི་མི་འདུས་བྱུ་གི་ཡོད་ཨ་ནི་བཀྲ་ཤིས་བདེ་ལེགས་ཚང་མར་ཐུགས་ཆེས་ཞུ་ཡ་ཡིན་སྙིང་ཐག་པ་ནས།
མི་མང་ལ་ཐུགས་ཆེ་ན་ཨ་ནི་ད་རིང།

ཨ། ད་རིང་དེ་ཡག་ཡོད་ཅིང་མི་མ་ལ་གཅིག་ཞུ་ཡ་ཡོད་པས། ད་ངས་ཐ་མ་ཐག་གཅོད་དེ་ག་རེ་ཞུ་ཡ་ཟེར་ན་ང་རང་སེམས་ནང་ལོ་ཡ་ཁ་སང་གནས་སྐབས་པ་ར་ལས་སེམས་ནང་ཞེའུ་ཅིག་ཟུག་རྒྱ་བལ་གྱི་གནས་ཚུལ་ཅིག་ཆགས་སོང་འདི་ག་རེ་ཡིན་ཟེར་ལ་ནི་ངས་ཤེས་པ་ཡིན་ན་ར་བ། ང་ཚོ་གནས་ཚུལ་ག་བ་ལ་ཐུག་བ་ཡིན་ནས་སྲིད་དོན་འདི་ག་བ་ལ་ཐུག་བ་ཡིན་ནས་བོད་གཞུང་དང་སྐྱག་པ་རིན་པོ་ཆེ་གིས་ལས་འཛུགས་བཙུགས་ཡས་ཀྱི་གནས་ཚུལ་འདི་འདྲའི་སླད་པ་ཡིན་ན། དངོས་གནས་སེམས་ནང་ལོག་ནས་ཟུག་རྒྱག་གི་འདུག་སོང་ཙང་དེ་ཚོའི་ལ་ཡང་ང་ཚོ་དོ་སྣང་གནང་བྱས་དེ་འདྲའི་རྩ་བ་ཉིད་ནས་དེ་འདྲའི་གི་ཡང། ང་ཚོ་ག་ཚོད་ཀྱི་ཐབས་ལམ་ག་རེ་འཚལ་བ་ཡིན་ནས་མཁས་པ་མི་འདུག་སྐྱག་པ་རིན་པོ་ཆེ་གིས་བཀའ་དྲིན་འདི་དག་ག་དུས་མཇལ་མཇལ་མི་འདུག་ཐུགས་རྗེ་གཟིགས། ལྟད་མོ་འདིར་བ་ཨེ། སེམས་ལ་ཡ་འཚོ་བ་ཞི་བུ་ཆེ་ཡག་པོ།

ཝཱ་ལི་ཡཱ་ཨ་ནི་ཅིག་རྒྱ་གར་ཆུ་བོའི་ནང་དུ་རེད། ཅིག་ལས་འགུལ་ཡང་གལ་ཆེ་ཆེ་ཅིག་བྱེད་ཀྱི་ཡོད་ནི་རེད། མ་བྱེད་གོང་ལ་ཡང་ཁྱེད་རང་གི་དམིགས་བསལ་གྱི་སྐད་ཆ་བཤད་ཆེད་པ་ཀའི་མི་ཚོ་ལ་དྲན་གསོས་འདྲ་བོ་ཞིག་དང་འདི་གལ་ཆེན་པོ་ག་རེ་ཡིན་པ་དང་གནས་སྟངས་རྣམས་ག་རེ་ཆགས་ཀྱི་ཡོད་པ་དང་ནི་ལྷག་པར་དུ་འདིའི་སྒང་ལ་ག་སོགས་རེད་ད་ལྟ་སོ་སོས་སེམས་ཁྲལ་བྱས་ནས་ད་འདི་ག་འདྲས་ཆགས་ཡོང་བསམ་ས་ཅིག་མི་མང་མང་པོ་ཅིག་ལ་ཡང་གར་སོགས་ད་བརྡ་བརྒྱབ་བྱས་འདི་དྲན་གསོས་བྱས་བྱས་འདི་ཡག་པོ་ཞེ་པོ་ཅིག་ཡོང་གི་འདུག། བྱ་ས་འདི་ག་དུས་ཡིན་ནས་ཅིག་ལག་པ་གཉིས་བཅག་འདུག་བྱ་ཐལ་མོ་བྱ་བྱེད་ཁྱེད་རང་ག་དུས་སྐད་ཆ་ཤབ་ཀྱིས་ང་ཚོས་ཡང་སེ་ལྟ་གི་ཡོད་བྱ་ས་འབྲས་བུ་ཡག་པོ་སྨིན་ཤག་ཞུ་ཡ་ཡིན་ཐོ་ཆེ་ན། ད་ལྟའི་ལྟད་མོ་དེ་ཁྱེད་ལྷག་བསམ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན་དང་པོ་དེ་ལ་གང་ཟེར་ང་རང་གི་སྐད་རིགས་ཐོག་ནས་ཞུ་བ་ཡིན་ན་ལྟད་མོ་དེ་ཧ་ཅང་གི་དཔེ་དངོས་ཡོད་ཀྱི་དུས་ནས་འཛམ་གླིང་ལ་སྟོན་དགོས་བ་ཡིན་དང་མི་ཚང་མ་གི་བོད་པ་སྤྱི་ཚང་གི་བོད་པ་གི་དང་ངོ་ཤེས་པ་དང་ད་ཐབས་ཤེས་ཚང་མ་བྱེད་ནས་ག་ཚོད་ནང་མ།

སེམས་ནང་ལས་འཚོ་བ་དེ་གའི་མིག་སྦྱོར་རང་དབང་མང་བོ་ཞུགས་འདུག་དེ་དག་དེ་ལས་སོ་སོ་གའི་ཅེ་ག་ཕེ་གའི་ནུས་པ་བཏོན་ཡ་དེ་ག་འདྲས་སུ་བཏོན་དགོས་དགོས་འདུག་ཡ་བསམ་ཚར་རྗེས་སེམས་ནང་ལས་འཚོ་བ་མང་དྲགས་ཤིག་ལས་ཆུ། ལྟད་མོ་འདི་བལྟས་ཆེ་ཅི་ད་ང་ཚོས་སྙེ་མ་ནས་མཐོང་ཡོད་རེད་དེ་དེ་རིང་འདི་ཆ་འགྲིག་པོ་ཞུགས་ཅིག་ཡ་འགྲིག་ཤག་འདུག་ཨ། འདི་ཡིན་དུས་ཚངས་པ་འདི་མཐོང་ཡོད་འདི་ད་རིང་ངས་ང་རང་གཅིག་པུ་མ་ཡིན་པ་སོ་སོའི་སྤུ་བོ་ད་འབྱུང་འགྱུར་གི next generation ཁོ་རང་ཚོ་ཡ་དེ་ཚུ་སྐད་དང་ཨ་ན་ང་ཚོ་དེ་ལྟ་མོ་འདི་མཉམ་དུ་ལྟ། གཅིག་འཚོ་བ་སོ་སོས་ཀྱི་འཚོ་བ་ཡོད་པ་ན་ཤིན་ཅིག་ད་ཕུག་དེ་ལ་ཡང་མ་སྤྲད་ཐུ་ཡག་གི། ནི་བསམ་བློ་དེ་ཁོག་སོང་ནི་དེ་ལྟད་མོ་དེ་ལྟ་དུས་ཙམ་པ་དམིགས་བསལ་གྱི་ང་རང་གི་འཚོ་བ་ག་ཡིན་ཟེར་ན་ད་ལྟ། ལྷག་བསམ་ལགས་ཀྱི་ཕྱག་ལས་གནང་འགྱོ་དེ་བོད་ནང་ཡང་མི་སྲིད་བཏང་བ་དེ་ག་དེ་སྙིང་རྗེ་ད་མི་སྲིད་བཏང་ང་རང་ཚོ་བོད་སྤྱི་བེ་གི་དོན་དག་ལ་ཡང་ད་སོ་བ་དེ་སྐད་ཚགས་པ་རེད་དེ་ཡིན་ནའི་དེ་ཚགས་ཚགས་པ་མ་ཡིན་པ་ཡང་དེ་གི་ལས་ཀ་ལས་ཞུགས་འདྲ་བོ་འདི་ད་ད་ལྟ་ཁོ་རང་གི་འདི་གང་ལ་ཡང་ཕྱག་ལས་གནང་གི་ཡོད་པ་ཅི་འདི་ང་ཚོ་བ་ཤུགས་ཆེན་པོ་བྱུང། འདི་ཡོད་དུས་འདི་གང་ལ་ཡང་ད་ལྟ་ཅི་ང་ཚོ་ལོ་གཞོན་པ་ཚོ་ཡིན་ནི་རེད་ད་ལོ་རྒན་པ་ཚོ་ད་མང་པོ་ཅིག་གིས་ཟིག་ཡོད་རེད་ཁག་ཅིག་ནི་དངོས་གནས་འདུག་ཕྱེད་ཀ་ལྟ་བ་དང་ལྟ་ཐུག་ཡོད་མ་རེད། ད་ང་ཚོས་ལྟ་མ་ཐུབ་ནས་ཨུ་ཚུགས་བརྒྱབ་ནས་ལྟ་དགོས་ཡ་རྒྱུ་མཚན་ག་ཡིན་ཟེར་ན་འཚོ་བ་འདི་སོ་སོ་དངོས་གནས་རི་ཁོག་བར་དུ

དབུ་མའི་ལམ་ཡིན་ནི་རེད། གང་ཅེས། སྐྱབས་མགོན་རིན་པོ་ཆེ་ལ་ཚད་མས་མ་ཞུ་བ་ཡིན་ན། ད་ག་སུ་ཡིན་ནས་བོད་སྤྱི་པའི་དོན་དག་རྩ་དོན་དོན་དག་ལ་ཡང་སུས་དཀའ་ལས་བརྒྱབ་ཡིན་ནས། དེ་རྒྱབ་སྐྱོར་ག་དུས་ཡིན་ནས་ཞུ་ཡ་ཡིན། ཨ་ལགས་ད་འདི་ལྟར་ཅིག་ཞུས་ན་བསམ་པ་རེད་ངས། སྤྱི་དང་ང་ཚོ་བོད་པ་མང་པོ་ཡོད་རེད། ང་ཚོ་གཞུང་གིས་ཆེད་ལས་མང་པོ་གནང་གི་ཡོད་རེད། སྤྱི་པའི་གི་ད་མང་པོ་ཅིག་ལས་འགུལ་མང་པོ་བཙོང་གི་ཡོད་རེད། སྒེར་པ་ཁག་མང་པོ་ཅིག་གི་ངོ་ནས་སོ་སོ་རང་གི།

ད་ནིའུ་ཡོག་ནས་ཡིན་པ་ཁོ་རང་ད་ཅི་དངོས་གནས་ཀྱི་མུ་མཐུད་ཅེས་ག་དུས་ཡིན་ནའི་དྲ་རྒྱའི་ནང་དང་གདོང་དེབ Facebook དེ་ཚོ་ནང་ལ་ལས་འགུལ་མང་པོ་ཅིག་རྩོམ་བསྡད་ཀྱི་འདུག་རྩོམ་བསྡད་པ་ཡིན་དུས་ག་ནས་འདི་སུ་གང་གིས་བྱེད་དགོས་ཀྱི་ཡོད་ཟེར་གི་གསུངས་ཡོད་མ་རེད་ཁོ་རང་རང་གི་ད་དུང་ལ་ནི་བྱས་པ་ཅིག་ངས་ཧ་གོ་གི་འདུག་དེ་ཡིན་དུས་ད་ད་ལན་དམིགས་བསལ་གྱི་ཨ་རི་ནས། དེ་ཡུ་རོབ། ལ་སྐོར་སྐྱོད་བྱས་རྗེས་ལུང་པ་མང་པོ་ཅི་ན་ལ་དུག་སྟོན་ཁ་ཕྱིན་པ་རེད་དེ་རིང་དེ་སི་པེན་ལ་དུག་སླེབས་པ་རེད་མཐའ་མ་དེ་རེད། དེ་ཡིན་དུས། ད་འདིའི་སྐོར་ཤེས་དུས་ངས་བློ་བྲལ་བའི་རྒྱ་རྒན་དེར་ཁྱེད་དུ། དེ་ཡིན་དུས། ལྷག་བསམ་ལགས་ལ་དངོས་གནས་ངས་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུ་བ་ཡིན་ཁྱེད་རང་རང་གིས་དངོས་གནས་ཅིག་དང་དུ་བླངས་ནས། དེས་གློག་བརྙན་བཟོས་པ་རེད་གློག་བརྙན་དེ་ཚོ་ནང་ལ་དངོས་གནས་ཅིག་བོད་ཀྱི་ནང་གི་སྡུག་བསྔལ་དེ་ཚོ་གསལ་བཤད་བྱས་ཡས་ཁ་ནས་གཅིག་པོ་བཤད་པ་མིན་པ་བི་ཀའི་པར་རིས་ཐོག་ནས་ཡོད་པ་ཕྱི་རྒྱལ་མི་མཐོང་མཁན་དང་དེ་ཚོ་ད་དེ་ཚོ་མི་བཅུ་བཅུ་གྲངས་བཅུ་གྲངས་ཅིག་མཐོང་པ་ཡིན་ན་ཡང་དེ་ཚོ་གི་ད་བསམ་བློ་ནང་ལ་འགྱུར་བ་ཆེན་པོ་འགྲོ་གི་རེད་བོད་པ་ཚོ་ཡིན་ན་ཡང་བོད་པ་ཐོག་ནས་མཐོང་པ་ཡིན་ན་ཧ་ད་གུ་གུ་གཡོག་སྟེ་དེ་ཚོ་ཐོག་ནས་ཡང་མ་མཐོང་ན་ཡང་དེ་རྗེས་འགྲོ་གི་འདུག་བ་དེ་ཡིན་དུས་ཀ་ནས་ད་ལྷག་བསམ་ཁྱེད་རང་གི། དངོས་གནས་ཅིག་གི། ཁྱེད་རང་རང་གི་དང་བས་ཀུན་ནས་བསླངས་བྱས་དུག་གསུམ་ཕར་ཚུར་ཕེབས་པ་དང་དེའི་གློག་བརྙན་བསྟན་ཡར་ལ་བེད་སྤྱོད་གནང་བ་འདི་ད་ང་རང་དེ་གཅིག་ནས་ད་ཡུ་རོབ་སྤྱི་འཐུས་མིང་ཐོག་ནས་ཐུགས་རྗེ་ཆེ་ཞུ་ཡ་གཅིག་དང། ཡང་ཕྱོགས་གཅིག་ནས་ང་དེ་བོད་ཁང་གི་འགན་འཛིན་ཡིན་པའི་ཆ་ནས་ཐུགས་རྗེ་ཆེ། བོད་མི་གཅིག་ཡིན་པའི་ཆ་ནས་ཁྱེད་རང་གི་དང་བ་འདི་ཐུགས་རྗེ་ཆེ་ཞུ་ཡ་ཡིན་རེད་བ། ཡིན་ན་སེམས་ཤུགས་ཆགས་ཡ་ཡོད་མ་རེད་ཁྱེད་རང་ཡིན་པས་ན། དེ། ཁ་ཤས་ཀྱིས་དེ་ལ་སྐྱོན་བརྗོད་བྱེད་མཁན་ཡོང་སྲིད་ཀྱི་རེད། ག་ཚོད་སྲིད་ཞུ་སེམས་ཤུགས་བྱས་པ་ཡིན་ན་ཡང་དེ་ཁོ་རང་དོན་དག་ལ་ཅིག་བཟོས་པ་རེད། ཁོ་རང་སྐད་གྲགས་ཡོད་ཡ་ཆེད་དུ་བཟོས་པ་རེད། ཁོ་རང་ལ་དཔལ་འབྱོར་རོགས་རམ་འདྲ་བོ་ཅིག་རག་ཡོང་བསམ་གྱིས་དེ་བཟོས་བྱས་ཕར་དེ་ཚུར་ཟིན་བྱས་པ་རེད་མ་གཏོགས་དེ་སེམས་ཤུགས་ཐོག་ནས་བྱས་པ་མ་རེད་ཟེར་མཁན་ལབ་མི་སྲིད་པ་མ་རེད། དེ་འདྲའི་ཡོང་གི་རེད་དེ། ད་ང་ཚོས་ཟེར་གི་འདུག་བ།

ཁྱེད་རང་ལ་ཏན་ཏན་འདི་ཡོང་སྲིད་ཀྱི་རེད། ང་ལས་ཡས་དེ་དེ་ཡོང་གི་འདུག་རེད་བ། འདི་ཡིན་དུས་གལ་མི་འདུག་རེད་བ། དེ་ཙང་རྒན་མོ་ཤོག་ཅིག་བསྡད། སོ་སོས་བྱེད་དགོས་ཡས་དེ། རྒྱལ་བ་རིན་པོ་ཆེ་རང་གི་ཞབས་ཕྱི་ཡིན་བསམ་རེད་བ། རྒྱལ་བ་རིན་པོ་ཆེ་རང་གི་དངོས་གནས་ད་ལྟ་བར་དུ་ཕྱག་ལས་གནང་བཞག་པ་དེ། དགུང་ལོ་བརྒྱད་ཅུ་ཕེབས་ནས་ད་ལྟ་བར་ཕྱག་ལས་གནང་བ་དེ་ང་ཚོ། བྱེད་མ་ཐུབ་པ་ག་རེ་རེད་ང་ཚོས་ཅིག། ཅིག། ཞབས་འདེགས་ཆུ་སྙོན་ཅིག་ལ་མེད་ནས་འདི་ཞུ། ཞུ་དགོ་གི་འདུག་བདེ་བྱེད་ཅེས་ང་ཚོ་སེམས་ཤུགས། སྐྱེད་ཅེས་ང་ཚོ་གནང་དགོ་གི་འདུག་ད་འདོད་ཡིན་ན་རེད་བ། དེ་ཡིན་དུས་ག་ནས་ལྷག་བསམ་ཁྱེད་རང་ལ་དངོས་གནས་ཀྱི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ཞེ་དྲག་གི་གློག་བརྙན་ཡག་པོ་བཟོས་ཆགས་རེད་བ། ཨ་ནས་དེ་ཡིན་དུས་ག་ནས་ད་འདོད།

རྒྱབ་སྐྱོར་ཡོད་རེད་པ། རྒྱབ་སྐྱོར་ཡོད་ག་དུས་ཡིན་ནས་རྒྱབ་སྐྱོར་ད་ཅི། མོ་རེ་ལ་རྒྱབ་སྐྱོར་ད་ཨ་ཅང་ཅང་རེད་པ། དེ་ནང་བཞིན་གྱི་ཡང་མི་ང་ཚོ་འདི་བ་ཡུ་རོབ་ནང་ནས་ག་རེ་བྱེད་དགོས་དོ་དྲིལ་བསྒྲགས་འདི་འདྲ་བྱེད་དགོས་ག་དང་དེ་འདྲའི་ཐོག་ནས་ཡིན་ནས་ག་དུས་ཡིན་ན་ང་ཚོ་ཅི་ག་རེ་འབྲེལ་བ་ག་དུས་གནང་ནས་ཡང་གནང་ཐུབ་ཀྱི་རེད་ལ་གནང་རོགས་གནང་ཞུ་བ་ཡིན། ཐུགས་རྗེ་ཆེ།